རྒྱ་གར་དང་རྒྱ་ནག་ལ་ཡ་ཆ་བཞག་ན། ཐའི་ཆི་བྱེས་གོང། ཕྱིས་ནས་གཙང་སེལ་གྱི་དོན་ལ་ཡ། ཕྱིས་ཀྱི་རླུང་གི་ཡོན་ཏན། ཉམས་ལེན་འཕྲོད་བསྟེན་ཐོག་ལ་ཡ། ལུས་ཀྱི་འཕྲོད་བསྟེན་ཡེ་ནས་རེད་སེམས་ཀྱི་འཕྲོད་བསྟེན་ཡེ་ནས་རེད་དེའི་ཐོག་ལ་ཉམས་ལེན་ཧ་ཅང་གི་རྒྱ་ཆེན་པོ་དང། རྒྱ་ཆེན་པོ་དེ་དམངས་ཀྱི་ཁྲོད་ལ་ཧ་ཅང་གི་རྒྱ་ཆེན་པོ་ཁྱབ་ནས། དཔེར་ན་ཆ་བྱས་ན་རྒྱ་ནག་དུ་བ་ལ་ཡང་ཆ་བྱས་ན་ཞོ་གས་རྔ་བོ་ལངས་པ་ཡིན་ན། དམངས་ཁྲོད་སོ། ད་ལྟ། གླིང་ག་དང་དེ་འདྲའི་ནང་ལ་ཡང་སྔ་དྲོ་སྔ་དྲོ་ནས་ལོ་རྒན་གོག་མང་པོ་གི་ཉམས་ལེན་བྱས་ནས་འཕྲོད་བསྟེན་ལ་ཕན་ཐོགས་ཆེན་པོ་ཡོང་གི་ཡོད་པ་དང་དེའི་གི་རིགས་དེ་ཤེས་རིག་དེ་ཕྱི་རྒྱལ་ལ་ཡང་དར་ཁྱབ་བྱུང་ནས་ཕྱི་རྒྱལ་གི་ཚོགས་པ་ཁག་མང་པོ་ཅིག་ལ་ཡང་ཉམས་ལེན་བྱེད་ཀྱི་ཡོད་པ། སྨན་ཁང་ཁག་ལ་ཡང་ཉམས་ལེན་བྱེད་ཀྱི་ཡོད་པ་དེ་འདྲ་བྱུང་ཡོད་རེད། བདག་རང་གིས་རྒྱ་གར་ལ་ཡར་ཕྱག་བྱས་ན་དེང་སང་གི་ཉེ་ཆར། ང་རང་རྒྱ་གར་ལ་ཕྱིན་པའི་སྐབས་ལ་ངའི་ཚོར་སྣང་བྱུང། རླུང་འཕྲིན་ནང་ལ་ཡང་སྔ་དྲོ་ཉི་མ་རྟག་པ་ཞིག། རྒྱ་གར་གྱི་དགེ་རྒན་རྣམ་པ་གིས་དེ་འདྲའི་བསླབ། རླུང་གི་སྐོར་ལ་ཡང་ཉམས་ལེན་བསླབ་རྩ་རླུང་སྐོར་ལ། འཁྲུལ་འཁོར་དང་རྩ་རླུང་སྐོར་ལ་ཉམས་ལེན་བསླབ་ནས་དམངས་ཀྱི་བྱས་ནས་དམངས་ཀྱི། ལུས་ཀྱི་འཕྲོད་བསྟེན་དང་སེམས་ཀྱི་བདེ་སྐྱིད་ཀྱི་དོན་དག་ལ་བྱས་ནས་ཕན་ཐོགས་ཧ་ཅང་གི་རྒྱ་ཆེན་པོ་ཡོད་དང་ཡོད་བཞིན་པ་རེད། དེ་ཙམ་མ་ཡིན་པར་བོད་པ་མང་པོ་ཅིག་ཡང་དེའི་སྐོར་ལ་དོ་སྣང་བྱེད་མཁན་ངེད་ཀྱིས་མཐོང་སོང། དཔེར་ན་ཆ་བཞག་ན། བོད་པ་ཨ་ཅག་རྒན་པ་ཁ་ཤས་ཀྱིས་གླིང་སྤང་ཁང་ནང་ལ་ཡང་རླུང་གི་ཉམས་ལེན་རླུང་གི་ཉམས་ལེན་དེ་འདྲ་རྒྱ་གར་ནས་སྦྱངས་ཤིག་རྒྱ་གར་གྱི་རྩ་རེ་སྦྱངས་ཤིག་ཅེས་དེ་ཚོ་ཅིག་བྱས་པ་དེ་འདྲ་མཐོང་སོང་དེའི་དུས་སྒང་ལ་ཆོས་ལ་ཆོས་ལུགས་དེ་རེད་དེ་རེད་སྐད་ཆ་མ་ཡིན་པ་བྱེད་རླུང་གི་ཉམས་ལེན་དེ་ཡོན་ཏན་དེ་ངོ་ཤེས་པ་བྱེད་དེ་གི་ཕན་ཐོག་དེ་ངོ་ཤེས་པ་བྱེད་ནས་ཨ་ནི་སོ་སོའི་གི་བྱེད་པ་ཡིན་ན་སེམས་ལ་སེམས་ལ་སེམས་ལ་ལུས་སེམས་ལ་བདེ་སྐྱིད་བྱུང་ན་ཁྱད་པར་ཡོད་མ་རེད་དེ་ཡིན་དུས་ང་ལ་ངས་བྱེད་མཁན་དེ་འདྲ་མཐོང་སོང་དེ་ཡིན་དུས་ང་ལ་བོད་པའི་སྤྱི་ཚོགས་ནང་ལ་ཡང་བོད་ཀྱི་ཤེས་རིག་ནང་ལ་ཡང་དེའི་སྐོར་ལ་ཉམས་ལེན་མང་པོ་ཡོད་པ་དེ་དམངས་ཁྲོད་སུ་ཆགས་མ་ཐུབ་པ་དེ་བློ་ཕམ་ཤིན་ཏུ་ཆེན་པོ་ཡོད་དེ་ཡིན་དུས་ང་ལ་ང་རང་གི་རེ་བ་ལ་དེའི་གི་ཡོན་ཏན་གི་ཆ་ཤས་ཀྱི་རིགས་ཁ་ཤས་ཅིག་ད་ལྟ་བོད་ཀྱི་ན་གཞོན་རྣམས་ལ་ཡང་དེའི་ཚད་ཀྱིས་བསླབས་ནས་ཕན་ཐོགས་ཅིག་ཡོང་བའི་གི་ཀུན་སློང་རང་བཟུང་ནས་ངས་ད་ལན་དེ YouTube བེད་སྤྱོད་བྱས་ནས་ན་གཞོན་རྣམས་ལ་དེའི་ཚད་ཀྱིས་དེ་ཁྲིད་ཡ་གི་རེ་བ་ཡིན་ཨ་ནི་དེ་མུ་མཐུད་ནས་ཁྲིད་ཡ་གི་རེ་བ་ཡིན་དེའི་དུས་གང་ལ་ཁྱེད་རང་ད་ལྟ་བལྟས་ན་ཁྱེད་རང་ཚོ་རྣམས་པ་སུས་གཟིགས་ཀྱི་ཡོད་པ་ཡིན་ནས་ཨ་ནི་ཁྱེད་རང་ཚོ་ངོ་ཤེས་པ་དང་ན་གཞོན་གཞན་དག་གི་དེའི་གི་དོ་སྣང་བྱེད་མཁན་དེ་འདྲ་ཡོད་ན། ཡིན་གཅིག་མིན་གཅིག་ཁོ་རང་ཚོ་ལ་ཡ་དེ་གི Connection འདྲ་བོ་དེ་འབྲེལ་བ་དེ་གནང་རོགས་གནང་ཨ་ནི་ཁོ་རང་ཚོའི་དེ་ལ་ཕན་ཐོགས་ཡོང་ཡག་གི་རེད་པ་ཡིན་ཨ་ནི་ད་ལན་དེ་ཞུ་ཡག་ཡིན་ཐུགས་རྗེ་ཆེ།